གས་ཆོག་བཞིན་དུ་མདང་དགོང་དུ་བ་ཅིག་གང་ལྟར་བྱུང་སོང་ཨ་འོ་དེ་འདྲ་སོང་ཙང་ཨ་རེ་ཡང་དེ་ཡི་གནས་ཚུལ་དེ་དང་འབྲེལ་བ་ཡོད་རྒྱུ་སྐོར་ལ་ཨ་རེ་ཡང་དེ་རིང་དེ་ལྟར་ཡང་བརྙན་ཐུང་ཅིག་གོ་ནས་ཟེར་ན་བསམ་སོང་ཨ། ད་དེ་ཡང་དེ་ལྟར་དེ་རིང་ཡང་བརྙན་ཐུང་དེ་ལ་གོ་ནས་བཟོ་དགོས་གནད་འགག་སྒྲོག་འདུག་གོ་ཐུག་འདུག་ལ་ཨ་ཨ་རེ་ཡང་ད་དེའི་ཆ་ལ་དེ་ལྟར་མདང་དགོང་གི་དེ་རེད་ད་ང་ཚོ། ད་གངས་སྦུག་དེ་དང་འབྲེལ་བ་ཡོད་རྒྱུ་དེ་རེད་གང་ལྟར་ད་གནས་བརྟན་འདི་གང་ལ་ཡང།

གསང་བའི་ཐོག་ནས་བཏང་བྱས་པའི་དེ་རིགས་གང་སྦུག་དེ་གང་འདྲ་སུ་ཕུལ་རེད་ཨ་ནི་དེ་ཕུལ་ན་ལས་ཀ་ག་རེ་ག་རེ་བྱས་ལ་དེ་ལ་ཨ་རིག་གི་ལྟ་སྟངས་ག་རེ་ག་རེ་ཡིན་ལ་ཉེ་དེ་གང་ལ་སྤྱིར་བཏང་དེ་དང་མདང་དགོང་གི་མཚན་དཀྱིལ་མ་ལ་ག་ལ་དེ་རིགས་བརྙན་ཐུང་ཅིག་བཟོས་བཞག་ཡོད་བ་འོ་དེ་འདྲ་སོང་ཙང་ཨ་ནི་ཡང་དང་པོ་དེ་ལ་ཅིག་བལྟ་བ་ཡིན་ན་ཨ་ནི་ད་དེ་རིང་གི་བརྙན་ཐུང་དེ་དང་གོ་ཏིག་བརྙན་ཐུང་གཉིས་བར་འབྲེལ་བ་ཆགས་ཀྱི་ཡོད་བ་འོ་དེ་འདྲ་སོང་ཙང་ཨ་ནི་ཡང་ཏིག་ཡག་པོ་ཅིག་གོ་ཚེ་ཟིན་འདུག་བ་འོ་དེ་འདྲ་སོང་ཙང་ཨ་ནི་ག་སེ་དེའི་བརྙན་ཐུང་དེ་མ་བལྟ་བ་ཡིན་ན་ཨ་ནི་དེ་ཅིག་ཚང་མ་གི་ཅིག་བལྟ་རོགས་བྱིན་ཡོད་བ་འོ་ཨ་ནི་དེ་བལྟ་ཚར་རེ་རྗེས་ལ་ཨ་ནི་ད་དེ་འདྲ་དེ་ད་ངས་བཟོ་བཞིན་པའི་བརྙན་ཐུང་དེ་ཅིག་བལྟ་བ་ཡིན་ན་ཡང་གོ་ཏིག

ཨ་མདའ་གང་ལྟར་དེ་རིང་རྒྱ་ནག་གི་ས་ཆ་ཞིག་ནས་བཏང། ཨ་ནི་དེ་རྒྱ་ནག་གི་ས་ཆ་དེ་ནས་བགྱིས་རྗེས་ད་ལྟ་ང་ཚོ་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་ཡོད། ཨ་ནི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་བགྱིས། ཨ་ནི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་བགྱིས་ཚར་རིས་རྗེས་ལ་ཨ་མདའ་ད་ལྟ་ང་ཚོ་དེ་ཨོ་རི་དང་ད་ལྟ་ཁ་ན་ཏྲོ་དེ་འགྲམ་སུ་ལ་ད་ལྟ་ང་ཚོ་གླིང་ཕྲན་དེ་ད་ཨེ་ལུན་ཏྲིན་ཨེ་ལུན་ཐྲན་ལ་ཉེ་དེ་རིང་གླིང་ཕྲན་ཅིག་འདུག་ཨོ་དེ་གླིང་ཕྲན་དེ་བགྱིས། ཨ་ནི་དེ་གླིང་ཕྲན་དེ་བགྱིས་ཚར་རིས་རྗེས་ལ་ཁ་ན་ཏྲ་གི་བར་སྣང་བྱས་ཨ་ནི་ཁ་ན་ཏྲ་གི་བར་སྣང་བགྱིས་ནས་ཨ་ནི་དེ་ད་ཨོ་རི་གི་ས་ཁུལ་དང་ད་ད་མོ་ཁྲེ་ན་ལ་ཧོ་རི་ན་རི་ཡང་མི་ད་ད་ཨོ་རི་གི་དེ་འདྲའི

དམག་དང་འབྲེལ་བ་ཡོད་པ་ལ་འཕྲུལ་དཔལ་དེ་འཕྲུལ་ཆས་གང་ནས་ཞོ་ཡར་ལྡན་ཡིན་ཟེར་དེ་རིགས་ཀྱི་རྒྱལ་ཁབ་ཅིག་གང་ལྟར་ཨ་རི་བརྩིགས་ཀྱི་ཡོད་རུང་བ་ད་ཡིན་ན་དཀའ་ངལ་དེ་ག་རེ་ལ་ན་ཨ་ནི་ད་ལྟ་རྒྱ་ནག་གི་གང་ལྟར་བལ་ལུང་དེ་གང་ལྟར་ཉི་མ་གཉིས་གསུམ་གྱི་སྔས་ལ་སླེ་བཞག་ལ་རུང་བ་ཨ་ནི་དེ་ཉི་མ་གཉིས་གསུམ་གྱི་སྔས་ལ་སླེ་བས་ན་ཨ་ནི་ཨ་རི་གི་ངས་ན་དེ་ག་གཞི་ནས་ད་ཧ་གོ་ཡ་མ་རེད་ཟེར་རུང་བ་ཨ་ནི་ང་ཚོ་དབྱིན་ཇིའི་སྐད་ནས་ཤི་བས་ན་ཨ་ནི་དེ་ག་གཞི་ནས Detect བྱེད་ཐུབ་ཡ་མ་རེད་ལ་ཉེ་དེ་འདྲའི་གང་ལྟར་ད་དེ་ཅིར་དྲི་བ་ཅིག་གང་ལྟར་སླེ་བསྡད་འདུག་རུང་བ་ཨ་ནི་དམིགས་ས་དེ་བལ་ལུང་དེ་དང་དང་པོ་མཐོང་ཉེན་དེ་ཨ་ནི་བྷི་ཡེ་ན་ལ་དེ་ལྟར Montana ལ་ཡོད་ཡ་མ་ནི་དེའི་ས་ཁུག་ན Beiling ལ་ཉེ་འདུག་བ་འོ་དེའི་ས་ཁུག་ན་ལ་ཡོད་རྒྱུ་དེར་ཨ་རི་གི་དེ་རིགས་ཀྱི་ད་ང་ཚོ

དེ་དག་ང་ང་ཚོ་ཨ་རིའི་དྲོ་ཤ་བྱ་བ་ན་ཨ་རི་ཨ་རི་གི་མཐའ་འཁོར་ཚང་མ་ག་ད་དེ་འདྲས་ཡིན་སྟབས་ང་ཚོ་འི་དང་འཕྲུལ་ཆས་དེ་ཚོ་བཀག་བསྐྱལ་ག་འདྲ་སི་བཀག་ལ་ན་ཨ་ནི་ག་སི་ད་ད་རྒྱ་ནག་འདྲ་བོ་ཡིན་ནའ་རེ་ཡ་མ་ནི་བྱང་ཀུ་རེ་འདྲ་བོ་རེ་ཡ་མ་ནི་ཨི་རན་འདྲ་བོ་ཅིག་གི་ངས་ནི་ཨ་རི་ཨ་རི་ཕྱོགས་ལ་དེ་འདྲས་ཀི་ཚིག་འཆལ་བཤད་ན་ཚ་བོ་ཡིན་ནའ་རེ་ཡ་མ་དེ་འདྲས་ཀི་ད་བར་ཟས་བཤད་ན་ཚོ་གཡུ་འོད་ན་ལམ་སང་འདི་གི་ག་ད་ཚིག་འཆལ་དེ་ཚོ་གི་ལམ་སང་ཟིམ་གི་ལབ་ད་ང་ཚོ་ཨི་འཇིག་སྐད་དང་མ་སོ་ལམ་སང་འདྲི་བྲེག་བྱས་རྗེས་ཨ་ནི་ད་ད་ཨ་རི་གི་ག་ན་བར་སྣང་གི་ས་ཚ་དང་རྒན་ཞིག་དེ་འདྲས་ཀི་ཚིག་འཆལ་ཞིག་ཡོང་གི་འདུག་ཨ་སི་ལམ་སང

ཁོ་ཕི་བྲོས་འདུག་ལ། བ་འོ་དེ་འདྲ་སོང་ཙང་ཨ་མདའ་གང་ལྟར་ག་རེ་ཡིན་ནམ་ལ་གང་ལྟར་ད་ལྟའི་ཆར་གང་ལྟར་གངས་སྤུག་དེ་ཨ་ནི་གང་ལྟར་ཨ་རི་གི་བར་སྣང་ན་ལ་ད་རུང་ཡང་གང་ལྟར་བསྡད་ཡོད་པའི་དེ་འདྲའི་གང་ལྟར་གནས་ཚུལ་ཅིག་ཨ་ཡོང་བསྡད་འདུག་བ་ཨ་ནི་དམིགས་ས་ད་དེ་གི་ད་ལྟ་དེ་གངས་སྤུག་དེ་བར་སྣང་ལ་བསྡད་ཡོད་པའི་གནས་ཚུལ་དེ་འདུག་ལ་ཡ་ད་ལྟ་ང་ད་ལྟ་བརྙན་ཐུང་བཟོས་སྐབས་སུ་རྒྱ་གར་གི་ཆུ་ཚོད་དང་པོ་ཅིག་གང་ལྟར་ཆགས་བསྡད་འདུག་བ་འོ་དེ་འདྲ་སོང་ཙང་ཨ་རི་ཡང་རྗེས་ལ་ད་ལྟ་རྒྱ་གར་གྱི་ཆུ་ཚོད་གཉིས་བ་གསུམ་བ་བཞི་བ་དེ་ཚོ་སྐབས་སུ་རྒྱ་ཆ་ཅན་ཡང་གངས་སྤུག་དེ་དང་འབྲེལ་བ་ཡོད་རྒྱུ་སྐོར་ལ་ཁོ་འགྱུར་བ་དེ་ཡོང་སྲིད་རུང་བ་དཔེར་ན་འགྱུར་བ་ག་རེ་ཡོང་སྲིད་ལབ་ན་ཨ་རི་གང་བུ་དེ་ཨ་རིའི་ཁེངས་ལ་གཏོར་སྲིད་ཡ་རུང་བ་ཡང་མ་ན་དེ་གང་བུ་དེ་ཨ་རི་ཨ་རི་གི་དེ་རིགས་ཀྱི་ས་མཚམས་དང་བརྒལ་ནས་ཡང་ཞྭ་དམར་ལ་ཕི་འགྲོ་ཡ་ན་ཡང་མ་ན་ཕག་རྒྱ་ནག་ཕྱོགས་ལ་འགྲོ་ཡ་ཡོད་དེ་རིགས་ག་ད་ལྟ་གནས་སྟངས་ཞིག་ག་ད་ཡོང་སྲིད་རུང་བ་འོ་ད་དེ་ཚོ་སྐོར་ལ་ཨ་མདའ་ང་ཚོ་རྗེས་ལ་ལྟ་ཡ་ཅིག་ཆགས་བསྡད་འདུག་རུང་བ། དེ་ཞྭ་མདའ་དེ་མཉམ་དུ་ང་ཚོ་གས་ཆོ་ག་དེ་ག་རེ་འགོ་ཚུགས་ལབ་ན།

དེ་དག་ཡིན་དང་མ་ཡིན་ག་ལ་ཁོ་གཅིག་ཧ་གོ་ཡ་ཁྱད་པར་ཡར་སོ་འོ་འདྲ་སོང་ཙང་ཨ་མདའ་ག་ད་ད་དུས་ཚོད་ལ་ཁ་ཤས་གང་བུ་དེ་གཏོར་ན་ཡག་གི་རེད་ལ་ཉེ་ད་ལེ་ཞོ་བ་དཔེ་ན་ཤ་ཆང་ད་ད་དུས་ཚོད་ལ་ཁ་ཤས་ཁ་ལ་ཟ་ན་ད་དེ་ད་ད་དགོང་དང་པོ་དེ་ད་གང་བུ་དེ་ད་ཨ་རིག་གི་ས་ཁུལ་ད་ད་མོང་ཁྲི་ནའི་བར་སྣང་ལ་ཕུལ་སྐབས་སུ་ཨ་གཏོར་མ་ཐུབ་གནད་ཀ་ག་ཚོད་ན་ཨ་དེའི་སྐབས་སུ་མོང་ཁྲི་ན་ལ་ཉེ་དེའི་ས་ཁུལ་ཡིན་ན་ཡང་ན་སྦེ་ལིང་ལ་ཉེ་ས་ཁུལ་དུ་ལ

གོ་ཚར་རྗེས་ད་བར་ང་ཨ་རི་གི་ལམ་སང་དེ་ཁག་དཀྲི་ཡིན་ན་རེའམ་སྐད་ཆ་དེ་ལམ་སང་སུ་ལ་བྱེད་ན་རྒྱ་ནག་ལ་བྱེད་རོ་ད་དེ་གང་ད་རྒྱ་ནག་གི་རེད་གང་ད་ལམ་སང་རྒྱ་ནག་ལ་ཕ་ད་ཁག་དེ་གཡོག་རོ་ཨམ་དེ་དང་པོ་གཡོག་དགོས་སུ་རྒྱ་ནག་གི་ལམ་སང་དེ་ག་ལེ་བྱེད་ཡོད་མ་དང་པོ་དེ་དག་ཆ་ཡག་པོ་བྱེད་དེ་ང་ཚོ་གང་ཕུག་མ་རེད་ཏོག་ཏོག་རོ་བཤད་རོ་ཨམ་ད་དེའི་རྗེས་ལ་གང་ད་གང་ཕུག་དེ་ང་ཚོ་རེད་བྱས་ད་གང་ད་ད་ཡང་རྒྱ་ནག་གི་ཁས་ལེན་སུ་ར་བྱེད་ཨ་ནི་ཁས་ལེན་བྱེད་བ་ཙམ་མ་ཟད་ཨམ་དེའི་གང་ཕུག་དེ་དེ་འདྲའི་བས་དེ་དམག་དང་འབྲེལ་བ་ཡོད་རྒྱུ་གང་ཕུག་དེ་ར་གས་མེད་ཟེར་རོ་ཡང་མ་ནི་དེ་དེ་གི་གསང་བའི་ཐོག་ནས་དེ་ལས་ཀ་བྱེད་ཉེ་གི་དེ་རི་གང་ཕུག་སུ་ར་གས་མ་རེད་ཟེར་རོ

ཨ་ནི་ང་ཚོ་ཡོད་པས་དེ་དེ་འདྲའི་ཧ་རྩ་བ་ཉིད་གོ་མ་སོང་ཟེར་བ། ཨ་ནི་ད་འདི་གང་ལྟར་ཕིས་དྲི་བས་དེ་ཨ་ནི་ང་ཚོ་རྒྱ་ནག་གི་ནང་འགྲུལ་ཡིན་ནར་ཡང་མ་ནི་ང་ཚོ་ཡོད་པས་དེ་ད་ཏིགས་གང་ལྟར་ད་རྒན་མ་ཀུན་བཟོ་ར་རེད་ཟེར་བ། འོ་དེ་འདྲ་སོང་ཙང་ཨ་ནི་ང་ཚོ་ཡོད་གི་ངས་ནས་ད་ཕེབས་ཏེ་དགོངས་དག་ཞུ་གི་ཡིན་ལ་ཉེ་དེ་འདྲས་གང་ལྟར་ད་ཁོ་ཚོ་གི་ཕེ་སེ་བསད་གྲགས་བཟོ་ར་ཅིག་བྱས་ཟེར་བ། ད་གང་ལྟར་དགོངས་དག་ག་རེ་ཞུ་ན་མ་ཤ་ནས་གང་ལྟར་ཨ་རིག་གིས་མཉན་ན་ནི་ཨ་ནི་འདི་གང་ལ་ལྟ་སྟངས་དེ་དཔེ་ཤུགས་ཆེའོ་དང་ཡང་མ་ནི་དཔེ་ཁྲག་པོ་ཞེའོ་ཅིག་གང་ལྟར་ཅིག་སེམས་ཡོང་གི་འདུག་བ། ཨ་ནི་དམིགས་བསལ་དེ་ད་ང་ཚོ་ག་རེ་ཟེར་ན་ད་འདི་ཨ་རིག་གིས་མཉན་ནས་ད་འདི་གང་ལ་ལྟ་སྟངས།

བིརླན་གན་ཐུགས་ཀའི་ཨེ་མི་དེ་འདྲས་ཀྱི་ཆ་ཤས་ཚང་མ་བཏིང་ཡར་བ་འོ་དེའི་ཆ་ཤས་བཏིང་ཡར་དེ་ལ་ཨ་ནི་ད་དེའི་ཆ་ལ་བིརླན་གན་གིས་ངེས་ནས་ད་དེའི་ཆ་ཤས་དེ་འགྱུར་བ་བཏང་ཡིན་ལ་རྡོ་རྡོ་ཆགས་ན་ཨ་ནི་ཁ་སང་སྔས་མ་ཆ་ཤས་བྲིས་བ་ནང་ལྟར་གྱིས་ཨ་ནི་རྒྱ་ནག་ལ་བིརླན་གན་འགྲོ་ཡི་མེད་ལ་རོ་བ་ད་ཡིན་ན་དེ་ལའི་དགའ་སུ་ཡིན་ན་དེའི་ཆ་ཤས་དེ་རྦད་དེ་ཕྱིར་འདོན་བྱས་ཡ་མ་རེད་ཀན་སེལ་བཏང་ཡ་མ་རེད་རོ་བ་ད་ཡང་རྗེས་ལ་འགྲོ་སྲིད་རོ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར་ག་རེ་ཡིན་ཡ་མ་ནི་གང་ལྟར་ད་དེའི་ཆ་ལ་ཨ་རི་གིས་ངེས་ནས་ཨ་ནི་དེ་འདྲས་ཀྱི་ད་ཡར་ལན་ཡིན་ན་རེད་ཡ་མ་ནི་དེ་འདྲས་ཀྱི་གང་ལྟར་ད་ཕེ་ཅིག་ཁ་ལོ་ང་ཚོ་ད་ཕེ་ཁས་ལེན་ལོག་ཡ་ད་ཆ་ཡོད་དུ་རོ་བ་ཨ་ནི་དམིགས་བསལ་ད་ད་དེའི།

ཨ་མདའ་ད་ལེ་ཟན་དང་བོད་མཁན་ཕ་རྒྱ་ནག་ལ་མ་འགྲོ་ཡས་དེ་གི་ག་མདར་རྒྱ་ནག་ལ་དཔེ་གྱོང་ཡ་ར་ར། གྱོང་ག་ར་ལ་ན་ཨ་ནི་ད་ད་ད་ད་གི་དེ་ཚེ་དེ་ལ་ཨ་ནི་ད་ད་རྒྱ་ནག་གི་ནག་ལ་ག་མདའ་ཞི་བོ་ཞིག་ཉང་དེ་གི་ད་དེ་ག་འདྲ་ཉང་ན་སི་ན་ད་གཅིག་དང་གཅིག་གི་ལོ་ང་ཚོ་མགོ་ད་ཚིག་རོ། དང་པོ་དེ་ལ་ག་ད་ནའམ་དེ་ལ་བསྟན་རྗེས་རྒྱ་ནག་གི་དཔལ་འབྱོར་དེ་ཞི་བོ་ཞིག་མ། ད་སྔར་དང་མ་འདྲ་བ་ཞི་བོ་ཞིག་ག་མདའ་ད། དཔལ་འབྱོར་གྱི་ཡ། ཕར་ཚུར་དེ་ཞེ་བོ་ཞིག་མ་སྐྱོར་བྲོ་རོ། ཨཱ། དེ་གི་མཉམ་དུ། ད་དེང་སང་ཉེ་ཆར་ག་ད་དེ་རི། ནེམ་གི་དེ་རི་སྲིད་སྤྱི་དང་འབྲེལ་བའི་ཐོག་ནས་རྒྱ་ནག་ནང་ལ་མི་མང་པོ་སྐད་འབོད་རྒྱག་ཡ་དང་གཞུང་ལ་ཐད་ཀར་ངོ་རྒོལ་བྱས་དེ་རི་དཀའ་ངལ་ཞེ་བོ་ཞིག་འཕྲད་སོང་ཨ། འོ་དེ་དང་འབྲེལ་བའི་ཐོག་ནས་ཨ་ནི་གང་ལྟར་ད། རྒྱ་ནག་ནང་ལ་དཀའ་ངལ་ཞིག་འཕྲད་རོ་ཨ། ཨ་ནི་རྒྱ་ནག་ནང་ལ་དཀའ་ངལ་འཕྲད་ཡ་ཙམ་མ་ཟད་ཨ་ནི་ཕྱི་ལོག་གི་ད་ག་ད་རྒྱ་ནག་ལ་ལྟ་སྟངས་དེ་ད་སྔར་དང་མ་འདྲ་བ་ཞེ། པད་ཞེ་བོ་ཞིག་ག་ད་འདུག་རོ་ཡོད་རོ་ཨ། འོ་དེ་འདྲའི་གི་སྐྱེས་མ་ཞིག་ནི་ཨ་ནི་ད་ད་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་འདྲ་བོ་ཤ་ཤ་བ་ན་ཨ་ནི་འཛམ་གླིང་རྒྱལ་སྤྱིའི་གི། ཁོ་ལ་མཐོང་བྱེད་ཀྱི་ནི་ཁོ་ལ་མིང་སྤྲད་དགེ་ཉེར་བ་འོ་དེ་འདྲས་ཀྱི་གོ་སྒྲིག་ཆགས་དེ་ཧྲི་བ་ཨར་དམིགས་བསལ་ཁོང་ཚོའི་དཔལ་འདི་རྒྱ་ནག་དཀྲོག་བྱ་ཤར་ན་ག་དུས་ཡིན་ན་འཛམ་གླིང་རྒྱལ་སྤྱི་ལ་རྒྱལ་སྤྱིའི་ཁྲིམས་ལ་བརྩི་ཉན་གྱི་དེ་རིང་རྒྱལ་ཁབ་བྱིན་ཟེར་བ་ཨ་རི་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ལས་ཀ་བྱེད་ཉན་གྱི་དེ་རིང་རྒྱལ་ཁབ་བྱིན་ཟེར་རྟག་པ་རེ་ཞིག་ཁ་ནས་ཤེས་ཡོད་བ་འོ་དེ་ཤེས་དེ་ཟེར་གྱི་སྐབས་སུ་ད་ད་དུས་ཚོད་ལ་དེ་འདྲ་གི་ཅིག་བྱེད་ཡ་དང་དེ་འདྲའི་དཀའ་ངལ་འཕྲད་སྐབས་སུ་ད་སྤྱི་དང་ད་ད་ཞི་ཅིང་ཕིང་གི་དམིགས་ཡུལ་དེ་ཨ་རི་མཉམ་དུ་སྒོ་ནས་འབྲེལ་བ་བཞག་བྱས་ཨ་ནི་ད་དུས་སུ་རྒྱ་ནག་གི་མིང་དེ་ཡ་བཟོ་ཡ་ཡིན་ནར་ཡང་མ་ག་དུས་སུ་དེ་འདྲས་ཀྱི

དེས་པས་ག་ད་དེ་བྱས་ལ་ཡི་དུ་བོ་ལ་ཡི་དུ་བོ་ཨ་ནི་ཁ་ཆེ་ད་རུང་ཁ་ཆེ་ལ་ཡ་བྱས་ན་དེ་འདྲ་དེ་ད་གོང་དུ་ད་ད་དེ་དེ་ད་རྒྱ་ནག་གི་དེ་རི་གངས་བུག་དེ་ད་ད་ཨ་རི་བར་སྣང་དུ་འཕེལ་དེ་ཞི་ཅིང་ཕིང་སྒོ་ཚིགས་ཡེ་མེད་དང་ཞི་དྲག་ཧ་གོ་ཡི་མ་ལ་ཡི་དེ་འདྲ་ཅིག་ལ་ཡི་དུ་དེ་ཡིན་ན་དེ་ད་ཞི་དྲག་ག་དེ་པ་ད་ག་རུ་ཆ་བོ་ད་ཆ་ཡི་མི་འདུག་བ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར་ག་ར་ཡིན་ནའང་ག་ད་ད་དེའི་ཆ་ལ་དེ་འདྲ་གི་གནས་སྟངས་དང་ཨ་ནི་ད་དེ་འདྲ་གི་འགྱུར་བ་འཕེལ་ཅིག་ཨ་ལས་དེ་དུ་རུ་བ།

ཏག་ཏག་སྒོ་ཚིག་མི་འདུག་ཨ། འོ་དེ་འདྲ་སོང་ཙང། ཨ་ནི་ག་སྲིད་དེ་རིང་ར་ཤེས་ཡིག་རིང་དམག་དེ་སྐོར་ལ་ཡེ་བ་ན་དེ་དག་བརྙན་ཐུང་དུ་དཔར་བྱེད་ཟུག་གལ་མེད་ཨ་ནི་ཚང་མ་ཡིན། དེ་ལ་གོང་གསལ་ཞིག་གནང་རོགས་གྱིས་གླེང། ལགས་སོ་ཐུགས་ཆེ་ཨ་ནི་ང་ཚོ་འདི་འདྲ་ཡང་རྗེས་ལ་ག་སྲིད་གནས་ཚུལ་གལ་ཆེ་བ་རང་གི་བརྙན་ཐུང་བཟོས་ས་ཨ་ནི་ད་ཡང་བརྙན་ཐུང་རྗེས་མ་དུ་བཅར་ཡོང། ལགས་སོ་ཐུགས་ཆེ་གནང།